ལྷ་ཡི་སྐད་དུ་བློས་བཏོན་ནི་ཆོས་ཀུན་གྲུབ་བོ་བདག་དང་མི་ཡི་སྐད་ནང་དང་འགྲོ་བ་སྐད་ཅིག་གྲགས་སྣང་ཅེས་ཟེར་བ་ཐམས་ཅད་སྐད་དུ་བདག་གིས་ཆོས་སྟོན་ཏོ། མ་བཅོས་བའི་ནང་གི་མཐའ་དང་ཉེ་བའི་སེམས་ཅན་ཐམས་ཅད་ཆོས་སྟོན་ཏོ་ཐོས་བྱ་བླང་ན་མ་ཤེས་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཅི་ནས་ཀྱང་ཐོབ་པར་བྱ་དེའི་ཆེད་དུ། དམ་པའི་ཆོས་ཟབ་མོ་གསན་སྙམ་པའི་ཀུན་སློང་ཀུན་སྤྱོད་ཀྱི་རིམ་པ་རྣམས་ཆོས་ཀྱི་བྱང་ཆུབ་རང་རིག་ནས་འབྱུང་བ་དག་གསལ་གདབ་ནས་བསམ་པར་ཞུ། ཨོ་ཡག་ད་ང་ཚོ་བློ་སྦྱོང་ཚིགས་བཅད་མ་སྟེ། ཤོ་ལོ་ཀ་བརྒྱད་དུ་བ་དེ་ཡིན་ཙང། ཤོ་ལོ་ཀ་དང་པོ་བདུན་དང་ཚིགས་རྐང་དང་པོ་གཉིས་ཟ། ཤོ་ལོ་ཀ་བདུན་དང་ཚིགས་རྐང་དང་པོ་གཉིས་དེ་དཀོན་མཚོ་བྱང་ཆུབ་སེམས་ཀྱི་ཉང་ལེན་བསྟན་པ་རེད་བློ་སྦྱོང་སྐོར་རེད། ཨ་ཚིགས་རྐང་དག་མ། ཆུ་སྐྱོད་རྒྱུན་མ་ཤེས་པ་ཡི། གཞན་མོས་འཆིང་བ་ལིང་གྲོགས་ཤོག་ཟེར་ཡ་ཚིག་རྐང་ཐ་མ་གཉིས་དེ། ཨ་ནུས་ཀྱི་དོད་དང་བྱང་ཆུབ་སེམས་ཀྱི་མྱང་ལེན་ལྡན་དགོས་ཡོད་རེད། ང་ཚོ་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ཟེར་དུས་དཀོན་མཚོ་བྱང་ཆུབ་ཀྱི་སེམས་དང། དོད་དང་བྱང་ཆུབ་ཀྱི་སེམས་གཉིས། འོ་ཉམས་སུ་བླང་བྱ་གི་རིན་པ་གཉིས་ཡོད་རེད་བ་འོ་དེས་རེད། ད་ཤོ་ལོ་ཀའི་རྗེས་གནང་ནི། དང་པོ་བདུན་དང་རྐང་པ་གཉིས། དཀོན་མཚོ་བྱང་ཆུབ་ཀྱི་སེམས། དཀོན་མཚོ་བྱང་ཆུབ་ཀྱི་སེམས་ཟེར་ཏེ་ང་ཚོ་སྐབས་འདིར།

དེ་ཡང་རྒྱ་ཆེ་སྤྱོད་རྒྱུའི་ནང་བརྩི་དགོས་རེད་བ། འོ་ད་དེ་འདྲ་རེད། དེ་འདྲ་ཡིན་ཙང་ད་ང་རང་ཚོ། ཐོག་མ་དེ་ནི་དེ་ཐེ་བ་ཆེན་པོ་ཆུད་ཡིན་ཙང་ཆེད་ཉེ་དེ་ཡར་ལངས་འགྲོ། འགྲོ་ཡ་དེ་སོ་སོ་གང་ཟག་གི་ངོས་ནས་ཀོ་ལོང་བྱང་ཆུབ་ཀྱི་སེམས་ཐེ་བ་ཆེན་པོ་བྲལ་དུ་ཚུད་པ་དེ་གལ་ཆེན་པོ་རེད་དེ་ཡིན་ཙང། ཨ་ནི་མ་བཅོས་ནང་གི་དག་དང་ཉེ་བའི་སེམས་ཅན་ཐམས་ཅད་སྡུག་བསྔལ་མཐའ་དག་ལས་བྲལ། ཨ་ནི་སེམས་ཅན་ཐམས་ཅད་བདེ་བ་མཐའ་དག་ལ་འགོད་པའི་ཆེད་དུ། ཨ་ནི་རྫོགས་པའི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཁྱེད་ནས་ཀྱང་ཐོབ་པར་ཤོག་བསམ། དེ་འདྲ་ཡིས་ཀྱང་ཆུད། སངས་རྒྱས་ཀྱི་གོ་འཕང་དུ་ཐོབ་པའི་བྱ་ཡིས་བྱེད་དོ། ཨ་ནི་དེ་སྐབས་འདི་ཆོས་འཆད་ཉན་ལས་ཡིན་ན་རེ། ཨ་དེ་མ་ཡིན་ངེས། ང་དང་ང་རང་ཚོ་གྱིས་ལུས་ངག་ཡིད་གསུམ་གྱི་དགེ་བའི་བྱ་བ་ག་འདྲ་ཅིག་ལ་འཇུག་པའི་ཚད་ཡིན་ན་ཡང། ཀོ་ལོང་དེ་འདྲ་ཅིག་གི་སེམས་བཟུང་ན། ཨ་ནི་དགེ་བ་དེ་ལ་ཁོ་ལུས་ངག་ཡིད་གསུམ་གྱི་ག་འདྲ་ཅིག་ཡིན་ན་ཚང་མ་ཡིན་གྱི། ཨ་ཐེག་པ་ཆེན་པོའི་ཆོས་ཆགས་འགྲོ་དགོས་རེད། དེ་དགེ་རྩ་དེ་ག་བ་ལ་ཆགས་འགྲོ་ཟེར་ན་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་ཡག་གི་རྒྱུ་ཆགས་འགྲོ་དགོས་རེད། ཨ་ཁོ་ཆུད་ཟས་དེ་ག་བ་འགྲོ་མ་འགྲོ་དེ་སོ་སོའི་ཀོས་ལྷང་ལ་རག་ལས་གི་འདུག་བ།

བྱས་ཙང་དེ་ཡིན་ཙང་སྟེ་བྱང་ཆུབ་སེམས་དཔའ་ཁོང་དུ་བཅུ་ཤེས་པ་ཡིན་ན། ཨ་ནི་ང་ཚོ་ཆུ་ལུད་ངག་གི་བྱ་བ་ག་འདྲི་བྱེད་ནས་ཡང་ཕྲན་བུ་ཅིག་གི་ཐོག་ནས་རླབས་ཆེན་ཅིག་འགྲོ་ཡ་དེ་ཀུན་སློང་རག་ལས་པ་དེ་འདྲ་རེད། ད་དེ་ཡིན་ཙང་ད་ང་ཚོ་ད་ལྟ་བྱང་ཆུབ་སེམས་བསྐྱེད་ནས་སྤྱོད་པ་ལ་རླབས་ཟེར་ཡ་དེ་རྗེས་སོར་ཕ་ཁྱི་དྲུག་དང་བདུད་དངོས་པོ་ཞེས་ཟེར་དེ་འདྲ་ལབ་ཡ་འདུག་བ། སྐབས་འདི་ད་བྱང་ཆུབ་སེམས་བསྐྱེད་ནས་སྤྱོད་པ་ལ་རླབས་ཡ་དེ། ད་དེ་གའི་བློ་སྦྱོང་ཚིགས་བཅད་མར་གྱི་བསྟན་དེ་ཡང་ཁ་ཚང། ཤོ་ལོ་ཀ་གཉིས་ཕྱིན་པར་བ། དང་པོ་དེ་དག་ནི་སེམས་ཅན་ཐམས་ཅད་ལས་ཡེ་ཤེས་ནོར་བུ་ལས་ལྷག་པའི་དོན་མཆོག་བསྒྲུབ་པའི་བསམ་པ་ཡིས་རྟག་ཏུ་སྐྱེ་བར་འཛིན་པ་ཞོ་ཟད་དེ་ཀའི། ཆུ་ཚོད་ལྟ་བུའི་བྱང་ཆུབ་ཀྱི་སེམས་དེ་རེད། དང་ནི་སེམས་ཅན་ཐམས་ཅད་ལ་ཡེ་ཤེས་ནོར་བུ་ལས་ལྷག་པའི་སངས་རྒྱས་ཀྱི་གོ་འཕང་དེ་བསྒྲུབ་ཀྱི་ཡིན་གསུང་དགོས་རེད། དེ་འདྲའི་སངས་རྒྱས་སེམས་ཅན་ཐམས་ཅད་ལ་སངས་རྒྱས་ཀྱི་གོ་འཕང་བསྒྲུབ་འདོད་ཀྱི་བློ་དེ་རེད། རང་ལ་ཡང་མཐོང་ཐོས་དེ་མེད་པར་བྱས། རང་ལས་གཞན་པའི་སེམས་ཅན་ཐམས་ཅད་ལ། ཡེ་ཤེས་ནོར་བུ་ལ་ལྷག་པས་རྫོགས་པའི་སངས་རྒྱས་ཀྱི་གོ་འཕང་དེ་བསྒྲུབ་ཀྱི་ཡིན་ཟེར། དེ་འདྲའི་བསྒྲུབ་འདོད་པའི་བསམ་པ་འགས་ད་དུས་ཡིན་ན་སེམས་ཅན་ལ་རྟག་ཏུ་སྐྱིད་པ་མཛད་པར་ཤོག་ཟེར་ནས། དེ་ལས་བྱང་ཆུབ་སེམས་དཔའ་བྱང་ཆུབ་ཀྱི་སེམས་བསྐྱེད་པར་ཟད་དེ་རེད། ད་དེ་ཁ་སང་དེ་འཁྲུལ་བཤད་དེ་ག་སེ་ཚར་བར་བྱས། དེ་རིང་མ་སྐྱ་ཤས་སོང་དྲི་ཕྲན་བུ་བྱས། ད་དེ་འདྲའི་བྱང་ཆུབ་ཀྱི་སེམས་དེ་མ། གོང་ནས་གོང་དུ་འཕེལ་ཡག་དང་ཡང་ན་འགལ་རྐྱེན་འགྲོ་ཡག་གི་གཅིག་ག་རེ་ཟེར་ན་ཁ་སང་ཁྱོད་ལོག་གི་གཉིས་པ་དང་དེ་མ་བསྟན་བོ་རེད།

འབྲོག་ས་ཀྱི་སེང་ཆེན་སུ་ཡིན་ན་ཡང་དེ་དག་གོང་དུ་བཀུར་ནས་རང་ཉིད་སྨད་པ་བལྟ་དགོས་རེད། ད་ཁ་སང། བདག་ཉིད་སྐུ་ལས་སྨད་ལྟ་ཞིག་སོ་སོ་གཞན་ལས་སྨད་པ་བལྟ་བ་ཡིན་ན་ནི་ང་རྒྱལ་ཡོང་གི་མ་རེད་ཕྲག་དོག་འགྲན་སེམས་ཡོང་གི་མ་རེད། ད་དེ་ལས་ལྷག་པ་ཅི་ཙང་ཡོད་མ་རེད་ད་སོ་སོ་གཞན་ལས་སྨད་པ་བལྟ་ཐུབ་ན། ནི། ཆུའི་ཕར་ཤར་ནས་ང་རང་སུ་འཇིག་རྟེན་འདི་གི་འཚོ་བ་ནང་ལས་བྱེད་པ་ཡིན་ན་ཡང་མི་ལྷོད་ཤིག་ཤིག་ཡོང་དགོས་རེད་ད།

ཏེ་རིག་པ་ཡང་དག་མགོན་ནི་སྨན་པ་བདག་དང་སྟེ། འཇའ་ཟེར་བྱང་ཆུབ་སེམས་དཔའི་སྤྱོད་པ་དབང། ཚོགས་རླབས་ཆེན་པོ། ས་དགུ་དགུ་ཡོད་ན། རང་ལས་གཞན་པ་སེམས་ཅན་ཐམས་ཅད་རང་ལས་ལྷག་པ་རྐྱང་རྐྱང་རེད། རང་གིས་རང་ལས་ཁེགས་སང་གང་ཡང་གླེང་ཡ་ཡོད་མ་རེད། གཞན་སེམས་ཅན་ག་འདྲ་བགྱིས་ན་ཡང། བྱང་ཆུབ་སེམས་ཅན་པ་དང་འཇའ་ཟེར་སྤྱོད་པ་ལས་བླ་ཡག་གི། ཆ་ནི་འཁོར་ཞིང་མཆོག་ཏུ་སྤྱོད་པ་རང་ལས་ལྷག་པ་གཏན་བདེ་རེད། དེ་འདྲའི་མགོ་ནི་ལྟ་སྟངས་དེ་རེད་ཟེར་མ་གཏོགས་གཞན་དེ་འདྲ་རེད། དེ་གཅིག་བྱས། ཨ་ནེ། གཞན་ལ་བསམ་པ་དག་པ་ཡི་མཆོག་ཏུ་གཅེས་པ་མཛད་པར་ཤོག་ཟེར་ཡ་དེ་འབྲོག་ཡུལ་གྱི་སེམས་ཅན་དུས་འཇོན་དུ་སོ་སོ་ཁ་མྱང་ལག་མྱང་གི་སྤྱི་ཚོགས་ནང་ལ་ཡ་བསམ་སྟངས་དང་དང་བྱེད་སྟངས་དེ་རེད་དོ། ད་བྱེད་སྟངས་འདི་ཚོ་བྱང་ཆུབ་སེམས་པའི་སྤྱོད་པ་ཡིན་ཙང་ལས་སླ་པོ་ཅིག་ཏུ་ཡོད་མ་རེད་ང་རང་ཚོ་འཁྲིས་པའི་བག་ཆགས་བཞག་ཨ་ནེ་སྨོན་འབུལ་གྱི་ཡོད་ལ་བཞག་སྨོན་ལམ་བརྒྱབ།

སངས་རྒྱས་སྐོར་པ་ཐོབ་པར་ཤོག་གསང་བ་ཙམ་མ་ཡིན་པར་སངས་རྒྱས་སྐོར་པ་ཐོབ་པར་བྱེད་མཁན་ཡིན་ཟིན་པས། ཨ་ནེ་བློ་ཁོག་འདྲ་དེ་མ་སྤྱད་ནས་དམ་བཅའ་འདྲ་དེ་བཞག་ཐུག་ན། ཁོང་ཡང་རིམ་པར་དཀྱིལ་འཐོར་འགྲོ་དགོས་རེད། ལྷ་བསང་ཟེར་རེད་དེ་ལས། དེ་ཚང་མ་ལ་རྒྱག་དགོས་རེད་ད་སྙི་རྗེ་ཡིན་ན་བྱང་པ་ཡིན་ན་བྱང་ཆུབ་སེམས་ཡིན་ན་ད་རྒྱལ་བའི་བཅའ་བ་ཚང་མ་ལ་བ་རྒྱག་དགོས་རེད་དང་པོ་འདུན་པ་དེ་དགོས་རེད། འདུན་པ་བཟོས་དུས་དེ་ཅི་མ་རུང་བསམ་པ་བྱེད་བྱང་ཆུབ་སེམས་རྒྱུད་ལ་སྐྱེས་ན་ཅི་མ་རུང་བསམ་པ་བྱེད།

ལྷག་པར་དུ་ང་ཚོ་གྱང་ཆུ་སེར་འདེགས་ཀྱི་གློག་སྦྱོང་གི་སྐབས་ལ་སྐྱོན་འཇུག་ཆེན་པོ་དེ་ཚང་མ་ནི་གསུངས་དུ་ཡོད་རེད་སེམས་ཅན་གསལ་ཐོད་མ་བྱེད་པའི་གནས་སྐབས་མ་ཚད་མ་མ་བྱེད་པའི་གནས་སྐབས་ནས་ཧ་ཅང་གི་དྲི་ཆེན་པོ་ཡིན་པ། དྲི་འདྲེ་ཆེ་པོ་བ་བསལ་ཏེ། ཁ་སང་ན་ནི་ཤོ་ལོ་ཀ་དང་པོ་ནས་བཟུང་ཡང་དེ་དཔེ་བྱ་ཡིན་པ། སེམས་ཅན་ནི་ཡེ་ཤེས་ནོར་བུ་ལས་ལྷག་པ་ལྟ་གིར་ཟད་དེ། སེམས་ཅན་ཡེ་ཤེས་ནོར་བུ་ལས་ལྷག་ལུགས་ལྷག་སྟངས་དེ་ཤེས་པ་ཡིན་ན་སྔ་རང་སེམས་ཅན་ཡིན་ནོ་ཅོག་དེ་སོ་སོ་གི་གྲོགས།

སྒྲ་ཟེར་ཡ་དེ་ལས་པ་རྩ་བ་ཆེན་པོ་དཔེར་ན་ངས་ཇོ་ཇིག་གི་སྣང་བརྟགས་ཁྲིམས་ཞིག་ཞུས་པ་ཡིན་ན་ཇོ་ཇིག་བོད་ལ་ཕེབས་ནས་ཨ་ནི་ཁོང་བོད་ལ་སླེབས་ཚར་དུས་བཟོད་པ་སྒོམ་ཡ་གོ་སྐབས་མི་འདུག་གསུངས་རོགས། ང་རྒྱ་གར་ལ་སྡོད་དུས་གྲོགས་པོ་ཡག་པོ་བརྒྱུད་ཡོད་གསུངས་རེད་གྲོགས་པོ་བསོད་ར་ཟེར་དེ་ཉི་མ་རྟག་པར་ཇོ་ཇིག་ལ་བསྐོས་པ་སྟབས་དེ་ངས་མི་སྡིག་པ་ཅི་རེད་བ།

བྱིས་པའི་གོ་སྐལ་ལས་བྲེལ་མཁན་བྱས་ཙང་ད་དེ་འདྲས་ཡིན་དུས་གོ་བསྒྲགས་ཟེར་མཁན་དེ་ཡང། ད་ལྟ་རྒྱལ་སྲིད་ཐོག་མེད་ཀྱིས་མཛད་པའི་ལང་ལས་སྲོག་ལྡན་མང་ནས་ཅི་ཡོད་རེད་ཚིག་དེ་རྣག་པོ་ཞིབ་བརྗོད་རེད། དགེ་བའི་ལོངས་སྤྱོད་འདྲེན་པའི་སེམས་པ་ལ་གནོད་བྱེད་ཐམས་ཅད་རི་ཆེན་གཏེར་དང་མཚུངས་ས། དགེ་བ་རླབས་ཆེན་པོ་བསགས་འདོད་མཁན་གྱི་བྱང་ཆུབ་སེམས་དཔའ་དེ་ཚོ་ལ།

དེ་གི་ཐར་ལང་ག་རེ་རེད་ཟེར་ན། སྡུག་བསྔལ་འགྲུབ་སྟངས་ཀྱི་ཐར་ལང་བླ་ན་མེད་པ་དེ་བྱ་དགོས་རེད་ད། ང་ཚོའི་བདེ་བ་འགྲུབ་ཡོད་སའང་དེ་རང་གཅེས་འཛིན་གྱི་ཐོག་ནས་ནི་བདེ་བ་ཨེ་འགྲུབ་ད་ནི་ད་སྡུག་བསྔལ་སྡུག་བསྔལ་གྱི་རྒྱུད་ལ་འཇུག་བྱ་བ་རེད་བ། ཧུམ། བདེ་བ་ཡོད་ས་གི། བྱས་ཚད་དུ་འགྲོ་བ་བྱེད་མ་ཤེས་བ་བྱས་བདེ་བ་འབྱུང་ས་གི་གཞི་དེ། སེམས་བསྐྱེད་དེ་རེ་ཏིལ་དྲག་བཏགས་ཏིལ་ཕྲག་དོག་བསྐྱེད་ཏིལ་འཁོན་རྩི་བྱས། ཨ་ནི་དེ་གཞན་དག་ཅིག་བསྒུལ་ནས་ནི་དེ་གཅིག་དྲུག་ཡར་གྱི་ཐབས་དབང་བྱེད་ཁ་ཕྱེ་བས་བ་དག་བེད་འཇོག་ཡིན་ན་ཚང་དམ་ཉེ་འདྲ་ཡིན་ན་དག་ཅིག་ཐོག་གོ་ས་ཡིན་ན་ག་རེ་ཡིན་ནི་ཅིག་ཕུན་སུམ་ཚོགས་པ་གང་གང་ཨེ་འདོད་བརྟགས་ནས་ཅི། སོ་སོ་གི་འདོད་པ་བརྒྱ་ཆ་བརྒྱ་ཡོང་ཡག་གི་རེ་བ་རྒྱག་དགོས་བ་དག། ཁོར་ཡུག་གི་ཆ་ནས་རེ་བ་རྒྱག་དགོས་རེད་གྲོགས་ཀྱི་ཆ་ནས་རྒྱག་དགོས་རེད། ཐ་ན་སྣང་ཤེས་ཀྱི་ཆ་ནས་སོ་སོ་བདེ་སྐྱིད་ཀྱི་ཕྱོགས་ལ་འགྲོ་ཡག་གི་འདོད་པ་ཅང་ཅང་ཨ་དོན་གཏིང་ཐེབས་བྱེད་ཀྱི་ཡོད་རེད་དེ། ང་ཚོ་འདོད་པ་ཕྱོགས་ལ་སྐྱེལ་ཡང་འགྲོ་གི་མ་རེད་དེ་སྡུག་བསྔལ་ཅང་ཅང་ཆགས་པར་བ། སོ་སོའི་འདོད་པ་ཐོན་ངེས་ཀྱི་ཕྱི་དངོས་པོ་ཡིན་ན་སེམས་ཅན་ཡིན་ན་སུ་གཅིག་གི་ཡོང་ཡ་འཁོར་ཡོད་མ་རེད་རྩ་བ་ཉིད་ཡོད་མ་རེད། ཕྱུགས་སུ་ཕྱུགས་སུ་ཡོང་གི་རེད་དེ་ནི་བདེ་སྐྱིད་ཕྲན་བུ་ཕྲན་བུ་རག་གི་ཡོད་རེད་ད། ང་ལ་ཡང་སྐད་གྲགས་དགོས་ཀྱི་རེད་དེ་སྐད་གྲགས་འགྲོ་རོགས་བྱེད་ཀྱི་མ་རེད་བ། ང་ལ་བསྟོད་ར་དགོས་ཀྱི་རེད་དེ་བསྟོད་ར་འཕེལ་རོགས་བྱེད་ཀྱི་མ་རེད་བ་མི་ཚོ་མི་ལག་པ་ལ་ཡོད་རེད་བ་དེ།

མི་ལ་རིགས་པ་འདྲ་ཡིན་ན་ཆོས་གསུངས་ཏེ་དགེ་ཕྲུག་གཞན་སྔགས་ཀྱི་མར་བསླད་གསུངས་ན་དེ་ནི་ཨའོ་ད་ལྟའི་དངོས་ཚོད་ཆེན་པོ་ཆགས་སོང་གསུངས་ནས་ཡང་བོན་རི་དགོས་རེད། རི་ཁྱུང་རྡོ་རྗེའི་དྲ་བ་སོགས་འདྲ། པའི་ཆེད་དུ་བྱས་པ་གང་ཟག་རིགས་ཡིན་ལ་མ་གཏོགས། ཨ་ནེ་ཀྱི་སྐད་སྒྲ་འདྲ་འདྲ་གསུངས་ན་ལང་སང་ཁོང་པའི་དྲ་ཕུག་གཞན་དག་ན་བོན་རི་དགོས་འདུག་ཨ། འཇིག་རྟེན་ཆོས་རྗེ་དང་སྙན་པ་དྲ་བ་གང་གི་ཕྱི་མ་བཞིན་དུ་དོ་མཁན་གྱི་རེད་དེ་ཡང་དམ་བདག་གི་བ་ད་ཚན་ཉན་ད་ཁོར་བགྱིད་དེ་ཡོད་ད་ཡང།

ཉོན་མོངས་ཀྱིས་མ་དག་བདག་ཞིང་མ་རུ་བྱས་པས་ན་བཙན་ཐབས་གདོང་ནི་བཟློག་པར་ཤོག་ཟེར་ཏེ། ཤོ་ལོ་ཏིག་གར་བསྟན་དགོས་ཚེ་ང་རང་ཚོ་ཆོས་བྱེད་པའི་སྐབས་ལས་འགལ་ཆེན་དེ་ཕྱི་ལོགས་ནས་ཡོད་མ་རེད་འགལ་ཆེན་མང་ཤོས་གཅིག་སོ་སོའི་ནང་གི་ཉོན་མོངས་པ་དེར་བ་ཀྱང་ཆུད་ཟིན་པའི་སྤྱོད་པ་ལ་མྱངས་པར་བྱེད་མཁན་དེ་རང་རྒྱུད་ཀྱི་ཉོན་མོངས་པ་རེད་མ་གཏོགས། རང་རྒྱུད་ཉོན་མོངས་པ་དེ་གིས་མྱངས་པར་བྱེད་ཐུབ་ཀྱི་རེད་མ་གཏོགས་ཕྱི་ལོགས་ནས་སུ་གཅིག་གིས་མྱངས་པར་བྱེད་ཐུབ་འོས་མ་རེད། ང་ཚོས་ནང་བཅུད་སྤྱོད་འཇུག་ནང་ལ་གསུང་དགོས་པ་རེད། སོ་སོ་ཉོན་མོངས་པ་ནང་གི་དགྲ་ངོ་མ་དེ་ནང་གི་ཉོན་མོངས་པ་དེ་རེད་ཟེར་བ་རེད། དགྲ་ངོ་མ་དྭངས་མ་དེ་ནང་གི་ཉོན་མོངས་དེ་རེད། དེ་གིས་བྱང་ཆུབ་སེམས་དཔའི་སྤྱོད་པ་ཡང་ཉམས་པར་བྱེད་ཀྱི་རེད། རྗེས་ཡོད་ཆུའི་ཐང་ཆེན་ཉམས་པར་བྱེད་ཀྱི་རེད། སྡུག་བསྔལ་ཐང་ཆེན་ཁོས་བལྟས་ཀྱི་ཡོད་རེད། འོ་དེ་ལས་སྒྲ་ལ་སྒྲ་དག་མ་ཤི་བ་བྱེད། ད་བྱང་ཆུབ་སེམས་དཔའི་སྤྱོད་པ་སྐབས་འདིར་ཉམས་པར་བྱེད་མཁན་གཙོ་བོ་རང་རྒྱུད་ཀྱི་ཉོན་མོངས་ཡིན་ཙང་སྐྱོན་ལམ་གང་དུ་བཀོད་འདུག་སྐྱོན་ལམ་བཀོད་འདུག་རང་རྒྱུད་ལ་རྟོག་པ་ཟེར་དུས་བྱང་ཆུབ་སེམས་དཔའི་གི་མྱང་ལས་གཙོ་བོ་གཅིག་ག་རེ་རེད། བྱང་ཆུབ་སེམས་གོང་ནས་འཕེལ་ཡག་དང་མ་མྱང་ཡག་གི་ཐབས་ཡོད་ན་མེད་ན་དང་རང་གིས་རང་ལ་རྟོག་དཔྱོད་བྱེད་ཡག་དེ་རེད། སོ་སོས་སོ་སོ་ལ་ཇུས་གཏོགས་བྱེད། ཞིབ་འཇུག་བྱེད། དེ་ལས་བརྟག་གཞིག་བྱེད། འོ་དེ་ང་ཚོ་ལུག་འཚོ་མཁན་གྱི་རྫི་བོ་ལུག་འཚོ་བ་ནང་བཞིན་གྱི་རང་གི་རང་ཉིད་འཚོ་ཡག་དེ་རེད། གར་བྱེད་ཀྱི་ཡོད་མེད་བརྟག་དཔྱད་བྱས་ཏེ་སྤྱོད་ལམ་དཀོན་དུ་རང་རྒྱུད་ལ་གཏོགས་ཟེར་དེ་ཡང་རང་གི་རྒྱུད་ལ་གཏོགས་སྟངས་དེ། སྤྱོད་ལམ་ཟེར་དུས་ལུས་ཀྱི་སྤྱོད་ལམ་ངག་གི་སྤྱོད་ལམ་བསམ་པ་གི་སྤྱོད་ལམ། ཡང་ན་འགྲོ་ཡི་སྤྱོད་ལམ། འཆག་པའི་སྤྱོད་ལམ། ཉལ་བའི་སྤྱོད་ལམ། འདུག་པའི་སྤྱོད་ལམ་འགྲོ་འཆག་ཉལ་འདུག་ཤེས་ཀྱི་སྤྱོད་ལམ། ཡང་ན་ལུས་ངག་ཡིད་གསུམ་གྱི་སྤྱོད་ལམ་དཀོན་དུ། སྐྱོན་ལམ་དཀོན་དུ་གཏོགས་ན་མ་གཏོགས་ང་ཚོ་ཉོན་མོངས་ཟད་དེ་ཕྱོགས་མཐའ་དག་ག་ས་ས་ནས་ཁོ་རྗེས་ཡོང་གི་འདུག་ཨ། ཉོན་མོངས་པའི་ཉེས་པ་ཟེར་མཁན་དེ་སྒོ་སྲུང་གི་ཐོག་ནས་ཡོང་གི་ཡོད་ར་ད་དཔེར་ན་ང་ཚོ་སྐྱོན་ལམ་དཀོན་དུ་ཟད་ཀྱི་ལུས་ཀྱི་སྐྱོན་ལམ་ལས་ཆ་བཞག་པ་ཡིན་ན་ནི་སྲོག་གཅོད་པ་མ་བྱས་པའི་ལན་པ་རེད་ཆེ་བ་མི་བསད་པ་ནས་ཆུང་བ་མི་བསད་པའི་བར་དུ་ལུས་ཀྱི་སྐྱོན་ལམ་གི་ཐོག་ནས་ཡོང་གི་ཡོད་རེད་ཨ་ནི་ལུས་ཀྱི་སྐྱོན་ལ་གོ་ཐོག་ནི་མི་ལ་གནོད་པ་ག་རེ་འགྲོ་གི་འདུག། ལུས་ཀྱི་མགོ་ནི་སྲོག་གཅོད་པ། མ་བྱིས་པའི་ལུས་པོ་རྐུ་མ་བརྒྱག་ཡ་རེད། མི་ཚངས་པ་བཅུས་པ་ལོག་གཡེང་དང་དེ་འདྲའི་བཙན་གཡེང་དེ་འདྲའི་གོ་ཐོག་ལ་རེད། ལུས་ཀྱི་སྐྱོན་ལ་གོ་ལ་བལྟ། དགེ་བའི་ཕྱོགས་ག་རེ་རེད་མི་དགེ་བའི་ཕྱོགས་ག་རེ་རེད་ག་རེ་ཡོང་གི་འདུག་བལྟ་བྱེད་བྱེད་ཀྱི་རེད། ངག་གི་སྐྱོན་ལ་གོ་ཐོག་ནི་ང་ཚོ་རྫུན་སྨྲ་བ་རེད། ཕྲ་མ་བྱེད་ཡ་རེད་ཚིག་རྩུབ་སྨྲ་ཡ་རེད། ངག་འཆལ་གྱི་ཐོག་ནི་དོན་མེད་ཀྱི་གཏམ་སྨྲ་ཡ་རེད།

ཉོན་མོངས་དགོངས་ན་གཉེན་པོས་འདོགས་དཀའ་བས། ཟད་དོ་ཉོན་མོངས་སེལ་མཁན་དེ་གང་ལ་ཤོག་ཚར་ན་དགོངས་པ་སླེབས་ཚར་ན་ནི་འདོགས་དཀའ་བ་རེད། དཔེར་ན་མེ་འདྲ་མ་བཟུང་ན། ཕྱི་དེ་ཕྱི་ཚར་དུ་ཁོ་སེལ་ཐུབ་ཀྱི་མི་འདུག། མེ་སྟག་ཆུང་ཆུང་དེ་བསད་ན་ལས་སླ་བ་འདུག་འདི་གཅིག་པ་རེད། ཉོན་མོངས་སེལ་མཁན་དེ་གང་དུ་སླེབས་ཚར་ན་འདོགས་དཀའ་བ་རེད་གླགས་འཁྱིལ་མ་རེད་ད། ཨ་ནེ་ཁོང་ཁྲོ་ར་གྱིས་ལངས་སོང་ན་ད་བཞག་ཡ་རེད་མ་གཏོགས་གླགས་འཁྱིལ་མ་རེད་ཁོ། ཨ་ནི་ག་རེ་ནས་ཉོན་མོངས་ཟེར་མཁན་དེ་གོང་ན་བསྙེན་པའི་མདོག་དཀར་བ་རེད། དེ་འདྲ་ཡིན་ཙང་དྲན་ཤེས་ལྕགས་ཀྱུ་སྙིང་པོ་མཚོན་སོགས་ནི་ཆགས་སོགས་ཉོན་མོངས་དང་པོ་སྐྱེས་མ་ཐག་འབུར་འཇོམས་བྱེད་པ་རྒྱལ་སྲིད་ལག་ལེན་ཡིན་སོགས་རེད། བྱས་ཙང་ཉོན་མོངས་ག་འདྲི་ག་འདྲི་ཡིན་ན་ལྟ་བྱེད་ཀྱིས་ལྟ་བྱེད་ཀྱིས་ལྟ་བྱེད་བྱས་ནས་དྲན་ཤིང་དང་དྲན་པ་དེ་ཤེས་ཤིང་གི་མཚོན་རྣོན་པོ་དུ་ཟིན་ནས་ཉོན་མོངས་སྐྱེ་ཡག་དེ། དང་པོ་སྐྱེས་མ་ཐག་ནས། ཆུང་ཆུང་ཡིན་དུས་ནས་མ་འབུར་འཇོམས་བྱེད་ཀྱི་རེད་གསུངས་གོ་འབུར་འཇོམས་བྱེད་ཀྱི་རེད་གསུངས་རེད། འབུར་འཇོམས་བྱེད་པ་རྒྱལ་སྲིད་ལག་ལེན་དེ་ནང་བཞིན་འདི་ཡང་དེ་དོན་དག་གཅིག་པ་རེད་དེ། ཉོན་མོངས་སྐྱེས་མ་ཐག། ཉོན་མོངས་ཆུང་ངུ་ནི་ཅི་ཡང་རུང་ཉོན་མོངས་སེལ་མཁན་དེ་ཆུང་ངུ་ནི་འགོ་བཙུགས་ཨ་ནི་ཇེ་ཆེ་ཇེ་ཆེ་ཇེ་ཆེ་ཇེ་ཆེར་འགྲོ་གི་རེད། ཚང་མ་དེར་ཁོང་ཁྲོ་ཡིན་ན་དང་པོ་གཉིས་ནི་ཧོབ་སྟོད་ཀྱི་ཆེན་མོ་ལང་གི་མ་རེད་དང་པོ་ནི་ཆུང་ཆུང་གྱི་ལང་གི་རེད་ཨ་ནི་ཀ་ལེ་ཀ་ལེ་ཀ་ལེ་སོ་སོ་ངོས་བཟུང་ཐུག་ཡ། དེ་ནི་རིམ་པས་རིམ་པས་ཨ་ནི། ཁོང་ཁྲོ་དེ་གོང་ལ་བད་དེ་ཤོར་སོང་ན་དེ་ནི་ངག་ནས་ཚིག་རྩུབ་འབོམ་བཏོན་ཡོང་ཡ་ལག་པས་དེ་ནི་གཞན་ལ་སྡིགས་མདུག་བྱས་འགྲོ་ཡ་སྲོག་གཅོད་འགྲོ་ཡ་ད་དེ། ཁོང་ཁྲོ་དེ་ལྡོག་ཏུ་མེད་པ་ཅི་ལེགས་རེད་བ། སོ་སོ་ཡིན་ན་རང་དབང་མེད་པར་འདར་རོ་ངེས། ཁྲག་འཁོར་གཞོན་ཡང་མེད་པའི་ཕྲུག་པོ་ཆགས་འགྲོ་ཡ། གདོང་གི་དཔྱིད་ཀ་ཡང་འགྱུར་འགྲོ་ཡ། མི་གཞན་དག་གི་ཐོག་ནས་ཀྱི་མ་བདེ་བ་དང་དེ་འདྲ་ཆགས་འགྲོ་མཁན་པས། ཁོང་ཁྲོ་ཟེར་མཁན་འདིར་བྱེད་ཀྱི་རོ། དེའི་རྩ་རྟོག་གྱི་ཉོན་མོངས་སྤྱི་མ་དག། ཉོན་མོངས་སྤྱི་ནི་ཁོ་འབུར་འཇོག་བྱེད་དགོས་ཡ་ག་རེ་རེད་ཟེར་ན། ཉོན་མོངས་ཟེར་མཁན་དེ་བདག་རྒྱུད་མ་རུང་བྱེད་པས་ན་ཟེར། བདག་གཞན་མ་རུང་བྱེད་པས་ན་ཟེར་བ་ཉོན་མོངས་ཟེར་མཁན་དེ་གས་རང་རྒྱུད་ལས་མ་རུང་བ་བྱེད་ཀྱི་རེད་ལ། རང་ལས་གཞན་པའི་སེམས་ཅན་གཞན་ལས་ཡང་མ་རུང་བ་བྱེད་ཀྱི་རེད་ཟེར་བ། འདིར་བ་ང་ཚོ་ཉོན་མོངས་ཟེར་ངེས་དེ་ག་རེ་བྱེད་གིར་ཟེར་ན་ཉོན་མོངས་ཀྱི་མཚན་ཉིད་དེར་རང་རྒྱུད་མ་ཤེས་བ་བྱེད་པ་ཟེར། རང་རྒྱུད་མ་ཤེས་བ་ཟེར་ན་སོ་སོ་ལྷོད་ལྷོད་མ་ཤར་བ་འཁྲུག་པོ་བཟོ་ཡ། ཨ་ནི་ཡ་དཀྲུགས་ཡོང་ཡ་དེ་ལས་ཉོན་མོངས་ཟེར་དགོས་རེད། རང་རྒྱུད་མ་ཤེས་བ་བྱེད་པ། མ་ཤེས་བ་ཟེར་དུས་ཤེས་ཤིང་བག་ཕེབས་པ་སྦྱོར་བ་དེ་དཀྲོགས་ཤ་དགོས་རེད་ད་ཞེ་དེས་བག་ཕེབས་འདྲ་དེ་དཀྲོགས་ཤ་དགོས་རེད་ཉོན་མོངས་ཀྱི། འཁྲུག་པོ་བཟོ་ཤ་དགོས་རེད་ད་ལྡོག་ཕྱོགས་ནས་བཤད་ན་ཉོན་མོངས་ཀྱི་ཡ་རང་འཁྲུགས་པ་བྱེད་པ་རེད། སེམས་འཁྲུགས་པར་བྱེད་པ། སེམས་འཁྲུགས་པ་ལ་བརྟེན་ནས་ངག་གི་སྐྱོན་ལ་རྩུབ་པོ་བྱས་ནས་སྨྲ་ཡོང་ཡ། ཨ་ནི། ལུས་ཀྱི་ཀུན་སྤྱོད་ཡ་སྡུག་ཀ་སྡུག་ཅག་སྟོན་ཡོང་ཡ། དེ་ལ་ཡང་རང་རྒྱུད་མ་ཤི་བར་བྱེད་པའི་བྱེད་ལས་བྱེད་ཀྱི་སེམས་འཇུག་ཟེར་གི་འདུག་ཨ། དེ་ནི་ཡིག་ཚགས་བདག་གཞན་སྙིང་ག་ལ་མ་རུང་བར་བྱེད་དགོས། དཔེར་ན། ཉོན་མོངས་སེར་སྔས་དེ་གའི་སོ་སོའི་རྒྱུད་ལས། སྡིག་པ་རླབས་ཆེན་པོ་བསགས་ཡ་སྡུག་བསྔལ་མང་པོ་ཡོང་ཡ། སེམས་ཀྱི་སྟེང་དུ་བརྒྱ་ཆ། སྡུག་བསྔལ་བརྒྱ་ཆ་འདྲ་བྱེད་བརྒྱ་ནི་བརྒྱ་ཆ་བདུན་ཅུ་དེ་ཉོན་མོངས་པ་གི་སེམས་ཀྱིས་བྱེད་ཀྱི་རེད། མ་ཚོགས་ང་ཚོ་སྡུག་བསྔལ་ཟད་དེ་ལྕེ་བདག་བརྒྱ་ཆ་སུམ་ཅུ་དག་ཅིག་ཁོ་བོད་སྐད་དངོས་པོ་གི་ཐོག་ནས་ཡང་ཡོང་ཁུལ་བ། དཔེར་ན། ཁོ་བཟོ་བོ་དྲང་མོ་ཆགས་འདྲ་བ་དེ་དག་ཆེས་དངོས་པོ་གི་ཁོ་རང་ཤེས་ཀྱི་གི་ལས་ཀྱི་རེད་ཚ་བ་ཚེ་ཡ་དེ་ཡང་ཕྱི་ལོག་གི་ཁོར་ཡུག་གི་རེད་དེ། བརྒྱ་ཆ་སུམ་ཅུ་དག་ཅིག་རེད་བ། ང་ཚོ་སྡུག་བསྔལ་བརྒྱ་ཆ་བདུན་ཅུ་དེ་སེམས་ཀྱི་སྲོལ་ཤར་རྒྱུ་རེད། སེམས་ཀྱི་སྡུག་བསྔལ་དེ་རླབས་ཆེ་བ་དང་རྒྱ་ཆེ་བ་གཏིང་ཟབ་བ་བཟོ་གི་ཡོད་རེད། དཔེར་ན་ང་ཚོར་སྣང་བཞི་དྲང་པོ་རེ་ཆགས་སོང་ན་ཁོ་ཆགས་དང་ཆགས་བསྡད་ཀྱི་རེད་དེ་སེམས་དང་ཞི་བདེ་བག་ཕེབས་བརྗོད་ན་དེ་ཙམ་ཁོ་དཀའ་ངལ་ཡོད་མ་རེད་བ། འོ་དེ་ཅི། ད་ལུས་འདི་ག་ཚད་སྐྱིད་པོ་ཡོད་དེ་ཡང་ཕན་མ་རེད་སེམས་ཀྱི་ཉོན་མོངས་འཁྲུག་ཏུ་ཡོད་ན་འདི་ཅིག་ཆུ་ནས་རག་གི་ཡོད་མ་རེད་བ། ལུས་ལས་དུག་ལོག་འཇམ་པོ་རེ་ཅིག་གོན་དུ་ཡོད་ན། དེའི་ཆ་ནས་ལུས་བདེ་ཅིག་རེད་དེ་སེམས་དེ་འཁྲུག་དེ་དཀའ་ངལ་གྱི་ཐད་དུ་ཡོད་ན་ཁྲག་རྡོ་འདྲེན་སའི་ནས་ཁེངས་དུ་ཡོད་ན། བདེ་བ་ཡོད་མ་རེད་དེ། སེམས་ཀྱི་བཟོད་བྱང་གི་སྡུག་བསྔལ་དེ་རླབས་ཆེ་བ་དང་མང་བ་ཡོད་རེད་དེ་ཡིན་ཙང་ཉོན་མོངས་པ་ཟད་དེ་རང་གིས་མ་རུངས་པ་ཅེས་ཟེར། རང་གི་རྒྱུད་ཀྱི་དེ་བྱང་ཆུབ་ཀྱི་སེམས་དང་དད་པ་དང་ལ་སོགས་པ་དག་མང་པོ་རྗེས་སྐྱེས་མ་བཅོས་ཡ་དེ་སྲིད་བཟོ་གིར་ཉོན་མོངས་བྱེད་དགོས་རེད། རང་གི་རྒྱུད་འཁྲུགས་པར་བྱེད་པ། ཉོན་མོངས་ཟད་དེ་གི་རྣམ་པ་ཐམས་ཅད་དུ་སོ་སོ་ཕྱེ་བར་བྱེད་ན་དམྱལ་བ་ལ་ལྷུང་བར་བྱེད་དགོས་རེད་ཡི་དྭགས་ལ་ལྷུང་བར་བྱེད་དགོས་རེད། མདོར་ན་རང་གི་རྒྱུད་ལ་བཀྲ་མི་ཤིས་པ་དང་སྡུག་བསྔལ་ག་འདྲས་བྱུང་ན་ཉོན་མོངས་བྱུང་བ་ཤ་སྟག་རེད། རང་རྒྱུད་ལ་མ་རུང་བ་བྱེད་སྟངས་དེ་འགལ་ཚར་འབྱུང་འགྲོ་གི་ཡོད་རེད་ཐ་ན་ཉོན་མོངས་ཟེར་མཁན་དེ་མང་ན། ཨ་ནི་སོ་སོ་གི་པི་པིན་ཅག་ཡང་ཁོ་མ་ག་ཡི་ཆ་འདྲ་གོ་རོགས། དེ་བྱེད་མཁན་གང་གི་རང་རྒྱུད་ཉོན་མོངས་དེ་གི་རང་ཕུང་བར་བྱེད་ཨ་ནི་དེ་ལ་བརྟེན་ནས་གཞན་ཕུང་བར་བྱེད་གི་འདུག་ཨ། ཉོན་མོངས་གང་ཟག་གཅིག་གི་རྒྱུད་ལ་ཉོན་མོངས་ཤུགས་ཆེན་པོ་བྱས་ཉོན་མོངས་ཀྱི་ཀུན་ནས་ལངས། དེ་ནས་འཛམ་བུ་ལས་ཁོ་རང་འཁྲུགས་བཅུག་གི་འདུག་ཨ། སྔ་རྗེས་དེ་གཉིས་གང་གཱའི་མང་ཆེ་བ་དེ་ཉིན་མོ་འཁྲུག་མཁན་གྱི་གང་ཟག་རེ་གཉིས་ཀྱི་བུ་ཆ་རྒྱ་ཤར་བ། འམ་ག་ཞིག་འགྲོ་མི་འདོད་ན་ཡང་བཏང་ར་ཁོ། གཞན་ཡང། མ་རུང་བ་བྱེད་ཀྱི་འདུག་རང་ཡང་མ་རུང་བ་བྱེད་ཀྱི་འདུག་དེ་འདྲ་གྱི་ཉོན་མོངས་ཀྱི་ཉེས་པ་དེ་དྲན་པའི་སྒོ་ནས་བདག་གཞན་མ་རུང་བྱས་པས་ན་ཉོན་མོངས་ཀྱི་བྱེད་ལས་དེར།

གདོང་ནི་ལྡོག་པ་ཟེར་དུས་ཉོན་མོངས་ཀྱི་ཁ་ཏའི་རང་ཅག་ནི་ཕ་ཐོགས་པ་རེད། དཔེ་ལྟར་ཆོས་ཉན་ལས་ཅན་གྱི་བླ་མ་ཚོ་དེ་འདྲ་གནང་གི་འདུག་ཨ་སོ་སོ་རྒྱུད་ལ་ཉོན་མོངས་སྐྱེས་སོང་ན་ཉོན་མོངས་དེ་གང་ཟག་ནང་ཤེས་ཀྱི་ཕ་བཞག་ནི། ཨ་ནུས་སོ་སོ་དེ་དང་དངོས་གནས་གོ་ར་མི་གཉིས་པ་ནང་ཤེས་ཀྱི་ཕ་དོན་ནི་དེ་ནི་ཕ་དེ་ཞེས་བཤད་དགོས་རེད་དོ། མི་ལ་རེ་བ་འདྲ་ཡིན་ན་དེ་འདྲ་གནང་གི་ཡོད་རེད་རང་ཕུག་ནས་ཞུགས་ནས་ཉོན་མོངས་སྐྱེས་སོང་ན་ལང་སང་ཁོང་གི་ཉོན་མོངས་ལ་སྐད་ཆ་བཤད་བཞག་པ་རེད་ད། པཎ་ཆེན་བློ་བཟང་ཆོས་རྒྱལ་གྱི་བདེན་རྩིས་ཤངས་ཆེན་ཟེར་ཡག་རྒྱུ་རེད་དེ་ནང་ལ་ཡག་ནི་བདེན་པ་སྒྲོག་མ་མཛད་པའི་བདེན་རྩིས་དེ། ཀྱི་སྒྲུང་འདྲ་མང་བཟོས་ནས་མི་རྒྱུད་བཟོས་ནས་དེ་ནི་ཕ་ས་ཁ་ཤ་གཏུགས་ནས་རིག་པ་དྭངས་རིག་བྱས་ནས། དེ་འདྲ་བྱས། འོ་དེ་དེ་བྱེད་དུས་གང་ལ་སོ་སོ་གི་ཉོན་མོངས་དེ་སོ་སོ་རང་ངོས་བཟུང་ནས་ཁོ་བསླད་སོང་ཨ་ཟེར་ནས་ཁོ་བསླད་སོང་ཟེར་ཁོ་བ་ཟེར་ནས་ཉོན་མོངས་ལ་གདོང་ནས་ཕར་འཛུགས་བཙུགས་ནས་ཁོ་ཟེར། འདོད་ཆགས་ཁོ་བསླད་སོང་ཕྲག་དོག་ཁོ་བསླད་སོང་ཨ་འདོད་སེམས་འདི་བསླད་སོང་ཨ་ཞེ་སྡང་འདི་བསླད་སོང་ཨ་འཁོན་སེམས་འདི་བསླད་སོང་ཨ། རི་རབ་དེ་རི་རིལ་པའི་སྒོར་འཛུགས་བཙུགས་ནས་བག་ཡ་དེ་ལ་ན་བཙན་ཐིག་བརྡུངས་ནས་བཟློག་པ་ཟེར་ཏེ། ཁ་ཚ་ལ་ཡིན་པ་སོ་སོའི་རྒྱུད་ཀྱི་ཉོན་མོངས་དེ་སོ་སོ་ཁ་ཁ་བྱེད་དགོས་རེད། གང་ཟག་གཞན་རྒྱུད་ལ་ཉོན་མོངས་མངོན་དུ་བྱོས་དུས་ན་གང་ཟག་དེ་དག་གང་ཟག་རྒྱུད་ཀྱི་ཉོན་མོངས་འདི་དང་དབྱེ་བ་ཕྱེད་ཐུབ་རེད། ཉོན་མོངས་ལ་སྒྲ་བཏགས་གང་ཟག་ལས་བརྩི་བར་དགོངས་ཀྱི་རེད། ཐུ་བོས་ཉོན་མོངས་སྒྲ་ཟུང་ཤིག་ཉོན་མོངས་དང་དྲི་གང་ཟག་མིན་ཟེར་ཏེ། དེ་ནས་གཞན་གྱི་ཉོན་མོངས་ལ་སྐྱོན་བཏགས་ནས་མི་དེ་ལ་སྐྱོན་བཏགས་ཟེར་གྱི་ཡོད་མ་རེད། མི་དེ་དག་གང་ས་ནས་དབྱེ་འབྱེད་མ་བཏང་བར་བྱས་ནས་ནི་ཁོང་ཁྲོ་དེ་དགེ་ལས་སྐྱོན་བརྗོད་བྱས་དང་མི་ལ་སྐྱོན་བརྗོད་བྱས་པ་ཡང་དེ་གི་ནོར་འཁྲུལ་ཆགས་དུས་རེད། འོ་དེ་གཉིས་དེ་དབྱེ་བ་ཕྱེས་གང་ས་དེ་གཉིས་རྗེས་ད་ཁོ་ཡི་ཁོང་ཁྲོ་གི་གཞན་དབང་ལ་བྱོས་ཤག་ད་ཁོང་ཁྲོ་གི་ཁོ་དགེ་རྩ་སྐྱོང་གི་རེད། ཁོང་ཁྲོ་དེ་ངའི་རྗོད་ལ་དངོས་ལ་བྱོས་ན་ཡང་ད་ག་རེད་ཁོ་རྗོད་ལ་དངོས་དུ་བྱོས་ན་ཡང་ད་ག་རེད་ཁོའི་རྗོད་ལ་དངོས་དུ་བྱོས་ན་ཡང་ད་ག་རེད། ང་རང་ཚོ་ཚང་མ་ལ་ནི་ཁོང་ཁྲོ་དེ་ཕུང་བཏབ་ཤག་ཟེར་ནས་ཁོང་ཁྲོ་རང་ལ་སྐྱོན་བརྗོད་བྱས་བསྡད་པ་ཡིན་ནའང་ནི་སུ་གི་རྗོད་ཀྱི་ཁོང་ཁྲོ་ལ་སྐྱོན་བརྗོད་བྱས་པ་ཡིན་ན་མི་ལ་སྐྱོན་བརྗོད་འགྲོ་གི་མ་རེད། ཁོ་གི་རྒྱུད་ཀྱི་ཁོང་ཁྲོ་དེ་དྲན་ན། ཁོ་ཁོང་ཁྲོ་གི་བྱ་བ་དེ་མ་བསྲུངས་ན། ཁོའི་རྒྱུད་ཀྱི་ཁོང་ཁྲོ་རྩ་བ་དེ་ཆོད་ཐུབ་ན། ཁོའི་ཁོང་ཁྲོ་དཔང་ཡག་གི་དོན་དག་ངས་སངས་རྒྱས་གོང་མ་ཐོབ་དེ་ནས་ཁོ་ཆོས་བསྟན་ཁོའི་རྒྱུད་ཀྱི་ཁོང་ཁྲོ་དེ་མེད་པ་སོགས་སངས་རྒྱས་ས་ལ་བཀོད་གི་ཡིན་བསམ་པ་ཡིན་ན། ཨཱ། ཕ་རོལ་པོ་གི་ཁོང་ཁྲོ་ལས་སྐྱོན་ལྟ་བའི་སྒོ་ནས་བྱང་ཆུབ་སེམས་བསྐྱེད་ཡག་གི་ཐབས་འགྲོ་གི་འདུག་བ། ང་ཚོ་གང་ཁོང་ཁྲོ་ལང་མཁན་དང་ཁོང་ཁྲོ་དང་ང་ས་སྙིང་པོ་དེ་དབྱེར་མེད་གཅིག་ཏུ་ཕ་རྫི་ནི་ཨཱ། མི་དེ་སྡུག་ཅག་འདུག་ཟེར་གྱར་བ།

ཟེར་དེ་ལས་ཚིག་འདྲ་མི་འདྲ་ཡོང་གི་འདུག་རང་ཤེད་ངེས་པའི་སེམས་ཅན་དང་ཟེར་གཅིག་ཨ་ནི་དུག་སྡེར་འདྲ་པོ་ནད་མཐོང་ཚེ། དེ་ནི་རི་ཕྱེད་གཏེར་དང་འཕྲད་པ་བཞིན། རྙེད་པར་དཀའ་བའི་སྤྱིན་ཟུར་ཤོག་སོང་བ་དེ་ཤོ་ལོ་ཀ་ལྟར་དེ་འོ་མ་དེ་རེད། ད་དེ་ལས་སྣང་ཟེར་གི་འདུག་རང་ཤེད་ངེས་པའི་སེམས་ཅན་རྣམས་ལ་སྡུག་བསྔལ། སྡུག་བསྔལ་དང་སྡིག་པ་ཚབས་ཆེན་པོ་བསགས་པ་དེར་སྡུག་བསྔལ་དྲག་པོ་གི་ནད་པ་མཐོང་ཡོད་ཚེ། ཨ་ནི་རིན་པོ་ཆེ་གཏེར་དང་འཕྲད་པ་ནང་བཞིན་གྱི་ཁོག་ལས་ཡར་ལྷག་པར་གྱི། ཨ་ནི་སྐྱིད་པ་བཅང་དགོས་རེད།

ང་རང་ཚོས་རྒྱུན་འབྲས་ཅན་ན་ང་ཚོ་གིས་སྲིན་བྱའི་ལྷ་ཕན་བཏགས་ས་དེ་གཅིག་དེ་རང་བཞིན་བཟང་པོ་འདྲ་གྱི་ལྷའི་ཕན་བཏགས་འདོད་དང། ཨ་དེ་མྱང་འདོད་ཡོད་ན་ལྕི་བ་འདུག་ག། བྱང་ཆུབ་སེམས་དཔའི་མྱང་ལེན་འདི་མཇལ་མཁན་ཀྱང་རང། ཡལ་བ་དོད་ཞེན་སྐྱེས་པ་མཛད་པའི་བྱང་ཆུབ་སེམས་དཔའ་ཅི་འདྲ་ཞིག། མྱང་ལེན་ཆེས་འཕགས་པ་ཅིག་བྱེད་དགོས་ཀྱི་ཡོད་ན། ཨ་ག་རེ་དགོས་རེད། མྱང་ལེ་རྗེ་སེ་གེ་ཞེས་སེམས་བསྐྱེད་དེ་རང་བཞིན་ངེས་པའི་སེམས་བསྐྱེད་ཡག་པོ་ཡོད་རེད། ད་གིས་ཞུས་པ་ནང་བཞིན་རང་བཞིན་ངེས་པའི་སེམས་བསྐྱེད་ཟེར་ན་ཧ་ཅང་གི་དང་པོ་གཉིས་ནི་རང་བཞིན་གྱི་ཁོང་ཁྲོ་ཚ་པོ། ཕྲག་དོག་ཚ་པོ། འགྲན་སེམས་ཚ་པོ། མི་ལ་སྐྱོན་བརྗོད་བྱེད་མཁན། ཚང་ནས་འདྲུད་མཁན། རྐུ་བ་བཏབ་མཁན། ང་རང་ཁོ་ན་ཡིན་ཟེར་མཁན། ཡོན་ཏན་མེད་ན་ཡོད་ཟེར་མཁན་གྱི་སྟོབས་ཡོད་ཟེར་མཁན་གྱི། ངས་གང་ལ་མེད་ཟེར་མཁན་གྱི། ཨ་ཁ་གི་ལམ་ནས་ག་རེ་ལབ་ཐུབ་མཁན་ག་རེ་ཡིན་ན་སྡུག་ཅག་དྲན་དེ་ངས་མི་བསད་མཁན་རྟ་བསྒྲིགས་མཁན་རྐུ་མ་རྒྱག་མཁན་བྱ་བ་རྒྱག་མཁན་དེ་འདྲའི་གི་མི་གྱི་འཛམ་བུ་ལེགས་སུ་གི་མཐོང་ན་ཨ་ཙེ་ད་དེ་ཟེར་ནས་སྐད་ཅིག་ཙང་ཡང་འགྲོ་འདྲི་མི་ཐུབ་ས་གི་མི་དེ་འདྲའི་ངན་པ་བརྗོད་ན། འཇིག་རྟེན་ཕལ་བ་ཅིག་བྱས་ན་འདི་མི་དེ་ཞི་རགས་སྡུག་ཅག་བརྩི་གི་རེད་བྱང་ཆུབ་སེམས་དཔའི་སྤྱོད་པ་མྱང་ལེན་བྱེད་མཁན་གྱི་ངོས་ནས་བྱས་ན་མི་དེ་མཆོག་ཏུ་བྱེད་པ་རེད།

ད་ཁ་སང་ང་ཚོ་ཡིག་རྒན་ནོ་བེལ་ལྷ་བདག་ཅིག་དེ་རེད་དེ། དེ་འདྲའི་ཅིག་གིས་ད་བྱང་ཆུབ་སེམས་པའི་སྤྱོད་པ་གོང་དུ་སྤེལ་ཡག་གི་གོ་སྐབས་གང་གི་ཁོས་བལྟས་དགོས་ཡོད་རེད། འོ་དེ་འདྲ་ཡིན་ཚེ་ཁ་སང་ང་ཚོའི་སེམས་གཙོ་བུ་ཞིག་གི་སྒྲུང་བཤད་ཡིན་པ་དེ། ཁོ་དེ་སྙན་བ་ཅིག་བཅའ་བ་ལས་ཞུ་མཁན་དེ་ལ་ཡང་ནི་མི་ལན་ཡག་པོ་ཅིག་བཅའ་བ་ཡིན་ཚེ་ཁོ་བལ་ཤི་བ་ཅིག་ཕར་སོང་ཨ། བསྡུ་བ་བྱེད་མཁན་ཅིག་ལ་ཡག་བ་བྱེད་ཐུབ་ན་ནི་སོ་སོ་ཕ་གིར་བ། བསྡུ་བ་བྱེད་མཁན་ཅིག་ལ་བསྡུ་བ་བྱེད་ན་སོ་སོ་ཡི་བསྡུ་བ་མ་ཆགས་དགོས་རེད་ད། མདོ་བསྡུས་ན་དེ་རུ་བ།

སྟེགས་བུ་ཆེན་པོ་མྱང་ལས་གསལ་ཏེ་འོ་དེ་འདྲ་རེད་འདུག་བ། དེ་འདྲ་ཡིན་ཙང་ད་ཡོད་ལ་ཕར་སྦྱར་བ་ཡིན་ན་རང་བཞིན་ངེས་པའི་སེམས་ཅན་གསལ་ཏེ། ཤིན་ཏུ་མ་རུངས་པ་ག་རེ་ཡིན་ན་ཡང་བྱང་ཆུབ་སེམས་དཔའི། ཨ་ནི་བད་ཀན་ལྕགས། ཀུ་ཕན་བཏགས་ཟ་གི་ཡོད་དང་བྱང་ཆུབ་སེམས་དཔའི་སྤྱོད་པ་རླབས་པོ་ཆེ་འོད་ཡངས་དགེ་བཤེས་ཡིན་ཙང་ཨ་ནི། རྙེད་པར་དཀའ་ཡི་སྤྱིའི་མཛད་ཟེར་དེ་རེད། ཨ་ནེ་གཉིས་ནི་སྡུག་འདྲེ་དྲག་པོ་ནས་དོང་ཚེ་ཟེར་དུས་སྐྱེ་བོ་གཞན་དག་ཅིག་ལ་ཡང་དེ་ལྟ་བུ་གང་ཟག་ཅིག་ལ་ཡང་ཁོ། ང་ཚོ་འཇིག་རྟེན་ཡོངས་གྲགས་ཅེས་པ་ཡིན་ན་རང་གཞན་ངེས་པའི་སེམས་ཅན་གྱི་སྡུག་ཅག་ཅིག་ལ་ནི་སྡིག་པ། སྡུག་བདེན། སྡུག་བདེན་གྱི་ནུས་སུ་ན་ད་ཕན་པོ་བྱུང་ལབ་གི་རོ། ད་དེ་མི་དེ་ལ་ཕན་པོ་བྱུང་ད་ཡིན་ན་ཆུ་འགོ་ཟེར་གི་རོ།

དེ་ལྟ་བུ་རེད། ད་དེ་ལྟ་བུ་གཅིག་ལ་དེ་ནི་བེམ་པོ་བྱུང་སའང་མ་ཡིན་པ་བྱས་ནས་རང་བཞིན་ངེས་པའི་སེམས་ཅན་ལ་ལྷག་པར་བརྩེ་བའི་ཐོག་ནས་སྡུག་བསྔལ་ཡོང་དུས་ཚེ་སྡུག་བསྔལ་ལ་བྲལ་འདོད་ཀྱི་བློ་དེ་ཆེས་ལྷག་པར་དུ་སྐྱེ་དགོས་པ་རེད། དེ་ཧ་ཅང་གི་རྙེད་དཀའ་བའི་གལ་ནི་དངོས་པོ་ཆགས་དུས་ཡོད་རེད་བྱང་ཆུབ་སེམས་དཔའ་དེ་གིས་རྙེད་དཀའ་བ་ཡིན་ཙང་ད་དེ་ལས་ནི་རྙེད་པར་དཀའ་བའི་སྤྱིན་ཚུལ་ཤོག། རྙེད་པར་དཀའ་བ་ཡིན་ཙང་ད་ལྟ་ལས་སྐྱེས་པ་འཛེག་པ་རེད། འོ་དེ་རེད་ད་ང་ཚོ་དེ་ཚོ། ཁོ་རིག་པ་དང་ལྡན་པ་རེད་འདུག་ཨ། དེ་འདྲས་ཀྱི་བྱས་པའི་སྐབས་ལ་ནི་སོ་སོ་གི་དགེ་རྩ་རླབས་ཆེན་པོ་ས་ཡ་བརྡེག་པ་ཐབས་ཆེན་པོ་དག་ཡ། ཨ་ནི་གོ་སྐབས་ཡོངས་སུ་རྫོགས་པ་དེ་དེ་ནས་རག་གི་ཡོད་རེད་བ། ཆུད་མ་རེད་ད་འཇིག་རྟེན་དེ་ལས་ད་ག་རང་རེད་ཁྱོད་རང། སྤྱི་ཚོགས་ནང་ལས་ད་ག་རང་རེད། མིག་སྡུག་རི་སྡུག་ཚེ་གཅིག་གི་བྱས་ངན་གཅིག་ལ་ཁོ་སྡུག་པོ་ཡིན་པའི་ཚེ་ལ་རོགས་པ་དེ་བྱས་དང། ཕ་ཆོག་ཡིན་ན་ཡང་ད་ག་རང་ཁུག་ཡོང་གི་རེད། གཞན་གྱིས་ན་དེ་ལ་བསྔགས་བརྗོད་བྱེད་ཀྱི་རེད། ཁོ་དངོས་ཡིན་ནུས་ཚོད་བཟང་པོ་ཐོན་དུ་ཡོད་རེད་དེ། མ་གཏོགས་དེ་ངས་དེ་རིགས་གོ་སྐབས་བྱུང་ཟིན་ཁོ་ཐུག་གི་འདུག་ཟེར་ནས་ནི་བརྙས་བཅོས་བྱས་བཞག་པ་ཡིན་ན་ནི་དེ་ཐབས་ཆག་དེ་ཆག་འགྲོ་གི་རེད་གོ། འཇིག་རྟེན་ནང་ཐ་ཤལ་དེ་ཆག་འགྲོ་ལ་དྭ་དེ། འོ་དེ་དེ་འདྲ་ཡིན་ཙང་ད་ང་ཚོ་འཇིག་དུས་ཆུ་དང་འཇིག་རྟེན་ག་བ་ཡིན་ན་ཡང་ཁོ་རིག་པ་འདྲུད་འདྲ་དེ་གཅིག་པ་རེད་དོ་བ། རླབས་ཆེ་ཆོས་ཀྱི་དང་ལྷག་བསམ་ཆེ་ཆོས་ཀྱི་མ་གཏོགས་རིགས་པའི་འགྲོས་གཅིག་པ་ཆགས་ཡོད་དོ། འདི་དངོས་གནས་ནི། ཅི་འཇིག་རྟེན་གྱི་བྱ་བ་རྣམས་ལ་ཡང་ཚུར་རགས་པ་ཅིག་ཁ་བརྗོད་བྱ་ན། འདི། རླབས་ཆེན་པོ་ཅིག་བྱས་འདུག་བ་ཡང་ཁོ། འོ་དེ་འདྲ་རེད་དེ་འདྲ་ཡིན་ཙང། རང་བཞིན་ངེས་པའི་སེམས་ཅན་དང་སྡུག་འདྲེས་དྲག་པོ་ནོས་མཐོང་ཚེ་རི་ཆད་གཏེར་དང་ཕྲད་པ་ཞེས་སྲི་ད་རིན་པོ་ཆེ་གཏེར་ཕྲད་པ་ལྟ་བུ་དགའ་བོ་བྱས་ནས་གོ་དགའ་ཡིན་བསམ་ནས། གོ་དགའ་དང་མ་ལགས་པ་བྱས་ནས། འོ་དེ་ཨེ་ལག་ལེན་བརྟག་ཐུག་རེད་བསད་ཀྱི་རེད། འོ་དེ་ཡིན་ཙང་ད་ཚིག་དེ་ཚོ་རྒྱལ་བ་ཚ་བོ་དེ་ཞི་བོ་གཅིག་འདུག་བ་དེ་ཚིག་ཙང་གི་གོ་བ་ཆག་ནི་ཡིན་ན་ཡང་བག་ཆག་བཟང་པོ་བཞག་འགྲོ་ཡ། ཨ་ནི་སོ་སོ་མུས་པ་ཙང་བྱེད་པ་ཡིན་ན་ཡང་རླབས་ཆེན་པོ་ཆག་འགྲོ་ཡ། འོ་དེ་འདྲ་རེད་ད་དངོས་སུ་ལག་ལེན་བསད་ཡ་དེ་ང་ཚོ་ཁག་པོ་ཡོང་གི་རེད་དེ་ཆུ་ཐོན་རེ་རེ་ཙང་ཁོ་ལས་སང་ལོ་ཁོ་ཐོན་ན་ཡང་འགྲིག་དགོས་རེད།

གཉིས་ཆེ་དགོངས་སར་བྱེད་དུས་གང་ལ་དེར་སྟོབས་ཆེ་བྱུས་སུ་དཔལ་འབྱོར་སྟོབས་ཆེ་བྱུས་དང་མི་མང་ལོས་དག་དམག་སྟོབས་ཆེ་བྱུས་ཁས་བཞེས་དགོས་མ་རེད། ད་ག་ཚིག་གོ། བུ་ཁྱོད་ལ་ག་རེ་ཟེར་གི་རེད། ང་ཚོ། རྒྱ་མིའི་མི་དུང་ཕྱུར་ཁ་རེ་མང་ཤོས་གྱི་རེད་བ། དེ་ནི་མི་ཐམས་ཅད་ནི་ཉོན་མོངས་ཅན་རྐྱང་རྐྱང་རེད། འོན་ཏེ། དེའི་རྒྱུ་ལས་སྡུག་བསྔལ་ནི་དཔག་ཏུ་མེད་པ་ཡོད་མཁན་རེད། འདི་འདྲའི་ཆ་ནས་མ་གཏོགས་རྗེས་ཁ་འཁོར་སྟོབས་ཆེན་པོ་ཞིག་རེད་ནི་ང་ཚོ་ལུང་པ་དེ་ཆུང་ཆུང་ཞིག་ཡིན་ཟེར་ལུང་པའི་གི་ཆ་ནས་ཕག་གཉིས་ཀྱིས་དགོངས་དགོས་ཡ་མ་རེད་གང་ཟག་རང་གི་རྒྱུད་ཀྱིས་ཨ་ནི་ཕག་སེམས་ཅན་གྱི་རྒྱུད་ཀྱིས་ཨ་ནི། སྡུག་བསྔལ་དེ་ལ་ད་ང་ཚོ་སྡུག་བསྔལ་གྱི་སྡུག་བསྔལ་དང་རྒྱུའི་སྡུག་བསྔལ་དང་ཆགས་པ་འདི་བཞིན་སྡུག་བསྔལ་ཡོད་རེད་བ། དེ་འདྲའི་འཇམ་དབྱངས་ཡིན་ན་ག་རེ་སྟོབས་ཆེ་ན་མ་ཆེ་ན་དེ་གཅིག་གིས་སེམས་ཅན་བྱེ་བ་དུང་ཕྱུར་མང་པོ་ཡོད་རེད་དེ་སེམས་ཅན་རེ་རེ་ནི་འབའ་ལྟ་བུ་འདུས་ཉོན་མོངས་ཀྱི་གཞན་དབང་ཆེ་ཆང་པ་དུད་ཅིག་སྡུག་བསྔལ་སྣ་དེ་ངན་འཇུ་ཡི་སྡུག་བསྔལ་གྱི་སྣ་དེ་ངན་སྡུག་བསྔལ་གྱི་སྡུག་བསྔལ་སྣ་དེ་ངན། དེ་འདྲའི་ཤ་ཐང་ཆགས་ཡོད་རེད། དེ་འདྲའི་སའི་དབྱེ་བ་རེ་རེ་རེ་རེ་བསམ་བཏང་དུས་གང་ལ་དཔེ་དེ་གང་ག་གཉིས་བྱེད་ཀྱི་ཡོད་རང་རེད།

ད་ལྟ་དམག་གིས་ཟོས་ན་དེ་གང་ལ། གསོད་པས་འཁོར་བར་གྱི་ལུགས་ན། དམག་གི་སྡུག་བསྔལ་གང་ལ་གསོད་པས་འཁོར་བར་གྱི་ལུགས་ན་སྡུག་བསྔལ་གཉིས་རྩག་ཏུ་བ་དེ་ལ་སྡུག་བསྔལ་གྱི་སྡུག་བསྔལ་ཟེར། རྒྱུའི་སྡུག་བསྔལ་ཟེར་ན་ང་རང་ཚོ་ད་ལྟ། འཚོ་བ་བདེ་བར་ངོས་འཛིན་བྱས་བསྡད་པ་དེ་རེད། ད་ལྟ་འཚོ་བ་བདེ་བར་ངོས་འཛིན་བྱས་བསྡད་པ་དེ་ཁ་སང་ཞུས་ཡིན་བསྡད་སོང། དོན་ངོ་མ་ལ་རྒྱུའི་སྡུག་བསྔལ་རེད། ག་རེ་ཟེར་ན། ང་ཚོ་གི་སྤྱི་བོ་ཅུང་ཟད་དཔེ་ཆ་ཐོན་ཆེན་པོ་ཞིག་རག་ན། ཨ་སྤྱི་བོ་རེད་བ། གྲོགས་པོ་ལྟོགས་པའི་སྐབས་ལ་ཁ་ལག་ཟ་ན་སྤྱི་བོ་རེད་བ། དང་པོ་མཇལ་བའི་སྐྱབས་ཀྱི་དཀའ་ངལ་དེ་མ་བདེན་ལ་གཅིག་པུར་རེ་བ། འདི་ཚང་མ་ལོ། ང་ཚོ་གི་བདེ་བ་འཚོ་དེ་རེད་ཟ་བྱེད་ཀྱི་འཚོ་བ་བདེ་བ་དེ་འཇུའི་སྡུག་བསྔལ་ག་རེ་རེད་ཟེར་ན་སྡུག་བསྔལ་གཉིས་རྗེ་བོ་ལ་ཡག་གི་མཚམས་དེ་རེད། དགའ་སྐལ་ཡོད་མ་རེད་དེ་མ་རེད་ཡོད་མ་རེད་ད། སྡུག་བསྔལ་གཉིས་རྗེ་བོ་ལ་ཡག་གི་མཚམས་དེ་ལ་བདེ་བ་མངོན་པ་རེད། ནི་འཇུའི་སྡུག་བསྔལ་ཟེར། སྡུག་བསྔལ་གཉིས་ཀྱི་འཇུ་མཚམས་དེ་རེད། དཔེར་ན་ངས་དཔེ་ཅིག་བཞག་ན་གངས་པ་སྤོ་སྤོ་སྤོ་སྤོ་བྱས་ནས་དཀའ་ངལ་ཞིག་པོ་ཅིག་འཕྲད་སོང་ང། སྡུག་བསྔལ་འདི་མ་མེད་པ་བྱ་ཡ་དང། དེས་དྲག་པའི་སྡུག་བསྔལ་མགོ་བཙུགས་ཡ་གཉིས་ཀ་པར་རལ་བདེ་བ་རེད། ཅིག་འགྲོ་འགྲོ་འགྲོ་ཐམས་ཅད་ནི་མ་བྱས་ཏེ་ཨ་ཅེ་པོ་ཞེ་པོ་ཅུང་ཟད་ངལ་གསོ་སྦྱར་བ། ཟ་བྱེད་འཚོ་བ་བདེ་བ་ར་དེ། དེ་བདེ་བ་རེད་དེ་བདེ་བ་དེ་ཟ་བྱེད་འཚོ་བ་བདེ་བ་དོ་རེད་དེ་ཡིན་ན་ཡང་དོན་ངོ་མ་ལ་འཇོན་ཡོད་དུ་མེད་རེད་ད་གིན་འགྲོ་འགྲོ་འགྲོ་གིས་སྡུག་བསྔལ་ཆེ་བ་དང་མ་ཆུང་རུ་འགྲོ་དུས་ཁོ་བདེ་བ་དངོས་ཤར་བར་བ། ད་དེས་ནི་སྡུག་བསྔལ་གྱི་མགོ་བཙུགས་གི་རེད།

ད་ཁ་ལག་ཟ་དུས་ད་ག་རང་རེད་ཁྱེད་རང་ཚོ་གྲོགས་པོ་ཏོག་ཏོག་ཏོག་ཁ་ལག་ཟ་ནས་ཞིམ་པོ་ཡོད་རེད་སྐྱིད་པོ་ཡོད་རེད་དེ། ད་གིན་ལྟོགས་པའི་སྡུག་བསྔལ་ཆུང་རུ་འགྲོ། རྒྱག་དྲགས་པའི་སྡུག་བསྔལ་མགོ་བཙུགས་པའི་སྐབས་འདིར་བདེ་བ་རེད་དེ་ད། ད་དེ་འདྲས་བྱས་ཏེ་ད་དེ་དུས་འགྱོད་ཀྱི་སྡུག་བསྔལ་ཟད་དེ་འདྲས་རེད་དེ་གཉིས་ནི་ཆབ་བམ་དུས་འགྱོད་སྡུག་བསྔལ་ཟད་དེ་ག་རེ་ཟ་ང་རང་ཚོ་གི་གང་ཟག་དེ་ག་ཚད་ལེབ་དང་ཉོན་མོངས་ཀྱི་གཞན་དབང་འདི་ལ་ཡང་སྡུག་བསྔལ་ངོ་འཕྲོད་དགོས་མ་རེད་ད། ཁྱེད་རང་ཁྱེད་རང་བྱང་ཆུབ་ཀྱི་སེམས་རྒྱུད་ལ་སྐྱེས་མ་ཐུབ་ཡ་དེ་སྡུག་བསྔལ་ཆེན་པོ་ཅིག་རེད་ཁྱེད་རང་ད་ནི་ངོས་བཟུང་ཐུབ་ཡོད་མ་རེད། ཁོང་ཁྲོ་བསྐང་མ་ཐུབ་ཡ་སྡུག་བསྔལ་རེད། འདོད་ཆགས་ཞེ་སྡང་གཏི་མུག་ཉོན་མོངས་བརྗེད་ཁྲི་བཞི་སྟོང་གི་གཞན་དབང་དུ་གྱུར་པ་ཉོན་མོངས་བརྗེད་ཁྲི་བཞི་སྟོང་གི་གཡོག་པོ་ཆགས་ཐལ་བ་དེ་ང་ཚོ་སྡུག་བསྔལ་ཆགས་ཡོད་རེད་དེ་ཧ་གོ་དགོས་ཡོད་མ་རེད། བློ་སྦྱོང་མ་བྱས་ནས་རྩ་བ་ནས་ངོས་བཟུང་སྡུག་བསྔལ་ཡིན་པ་ཅི་ངོས་བཟུང་ཐུབ་མ་རེད་ང་ཚོ་སྡུག་བསྔལ་ཆགས་རྒྱུ་དེ། འདོད་ཆགས་ཀྱི་ཀ་རའི་ལམ་ནས་ང་ཚོ་དེ་ཉལ་དགོས་ར་དེ་ལ་སོགས་སི་ཏེ་ཀ་དྲུག་ཀ་དྲུག་ཀ་དྲུག་ཁོང་ཁྲོ་གི་ཀ་རའི་ལབ་སོང་ན་དེ་ཀ་དྲུག་ཀ་དྲུག་སྟེ། ཁོང་ཁྲོ་གི་གར་ཀ་ནང་སོང་ན་ལ་སོགས་རྐྱང་རྐྱང་ལབ་དགོས་ངེས་ཆགས་དར་བ། ཉོན་མོངས་བརྒྱད་ཁྲི་བཞི་སྟོང་གི་གར་རས་ཀྱི་གཡོག་བརྐུས་སོང་ན་དེ་གི་གཡོག་རྒྱུག་རྐྱང་བྱས་ནས་ཐ་མ་སྡུག་བསྔལ་རྐྱང་རྐྱང་ལ་གཡུག་བཞག་རྒྱུ་ཡོད་ར་བ། ད་དེ་སྡུག་བསྔལ་ནང་གི་ཆེ་ཤོས་དེ་ཆགས་དགོས་རེད། ད་དེ་འདྲའི་གི་སྡུག་བསྔལ་དེ་མི་བཟོད་པ་ཞིག་བྱས་ཡོད་ར་ཨ་ཙི་ད་དེ་དཔེ་དེ་ཆུ་ནི་ཉོན་མོངས་བརྗེད་ཁྲི་བཞི་སྟོང་དེ་གི་གཞན་དབང་དུ་གྱོད་ཤག་ཨ་ཙི་ཟ་ནི། ཁོ་བ་ལི་ཡ་བཙོན་ཁང་ཟི་ནི་མིང་བཏགས་དགོས་ཡ་དེ་རེད། ག་རེ་བཙོན་ཁང་ཟེར་བཙོན་ཁང་ནང་གི་མི་དེ་ཁང་པ་ནས་བསྡད་ཡོད་ར། ཁོ་ལ་རང་དབང་མེད་པའི་ཆ་འདུག་ངེས་རེད། ཁོ་འགྲོ་ཆོག་གོས་མ་རེད་ཡར་ལངས་ཆོག་གོས་མ་རེད་དེ་བཙོན་སྲུང་བཀག་ཡོད་རེད། ཁོ་དེ་ཁྲིམས་ཐག་མ་བཅད་པ་དེ་དེ་བསྡད་དགོས་གི་རེད་ཁོ་རང་དབང་མེད་ཙང་འདུག་ངེས་ལགས་འགྲོ་བ། བཙོན་ཁང་གར་གྱི་སྡུག་བསྔལ་རེད་ཁང་པ་ནས་ཡོད་རེད་ཐོག་ཁ་ནས་འདུག་བ། ཁ་ལག་ནས་ཡོད་རོགས་དེ་བྱེད་པོ་ཅིག་མེད་ན་ཅིག་ཡོད་རོགས་ད། རེད་དེ་བཙོན་ཁང་གར་གྱི་སྡུག་བསྔལ་སོ་སོ་སོ་གཞན་དབང་ཆགས་དེ་ཡག་དེ་གི་རེད་རང་དབང་མེད་པ་དེ་གི་རེད། དེ་ངོས་བཟུང་ན་ང་ཚོ་བཙོན་ཁང་ངོ་མ་ནས་ང་ཚོ་བསྡད་དུ་ཡོད་རེད་སོ་སོ་བཙོན་ཁང་རང་ནས་བསྡད་དུ་ཡོད་རེད་ཉོན་མོངས་བརྗེད་ཁྲིད་ཞེ་སྡང་གི་བཙོན་སྲུང་ཉོན་མོངས་བརྗེད་ཁྲིད་ཞེ་སྡང་གི་བཙོན་དཔོན། དེ་ནང་ཚུད་དེ་ཚུད་ནས་རྩ་ནས་མཐོང་དགོས་མ་རེད་ད་ནི།

ཉོན་མོངས་བརྒྱད་ཁྲི་བཞི་སྟེང་གི་ན་དགྲ་ཅན་རྣམས་ལ་ཚུད་དེ་དྲ་བ་རྣམས་ལ་ཚུད་དེ་རྦད་དེ་ཐར་ས་ལེགས་ས་མེད་པར་བྱེད། ན་ཉོན་མོངས་ལ་ཡང་བློ་སྦྱོང་མེད་པ་ཡིན་ཙང་ཉོན་མོངས་ངེས་མ་བཟུང་དུས་ཉོན་མོངས་ཀྱི་བྱང་བ་དེ་ཤིན་གྱི་མ་ལགས། ཉོན་མོངས་ཀྱི་བྱང་བ་དྲག་པོ་ཤིན་པ་ཡིན་ན་དངོས་གནས་བཙོན་ཁང་རང་རེད་ད། ཧ་ཅང་གི་བཙོན་ཁང་ཆེན་པོ་ཆེན་པོ་ན་ཚུད་ནས་ཨ་ཙེ་ད་དཔེ་ཆོས་ནི། ཐར་ས་ལེགས་ས་མེད་པར་ཉོན་མོངས་རྣམས་བྱང་ཆུབ་སེམས་སྤྱན་གཉིས་གྲོལ་བའི་རེ་ཆད་དུག་མ་དོ་མ་རིག་པ་གི་མགོ་ལ་ཞུས་ཚར་ཁྱེད་རང། སྙིང་རྗེ་སྤྱན་གཉིས་གྲུབ་བོ། བྱང་ཆུབ་སེམས་དཔའ་སྤྱན་གཉིས་གྲུབ་བོ་ལ་ང་ཚོ་ཚང་མ་དེ་བྱང་ཆུབ་སེམས་དཔའ་ཆགས་རོགས་བྱས་ན་ད། འདི་ལོས་ཡིན་འདོད་པ་ཡོད་རེད་དེ་བྱང་ཆུབ་སེམས་དཔའ་ཆགས་ཐུག་གི་མ་རེད་སུ་ཡོད་ཟེར་ན་ཉོན་མོངས་པ་དེ་ཚོ་དགེ་མགོ་ལ་མ་ཞུ་དེ་ཡོད་རེད་ད། ཕྱོགས་མཐའ་དག་ནས་ང་ཚོ་ཉོན་མོངས་ཀྱི་གནས་ལ་ལྟུང་དེ་ཡོད་རེད་ཉོན་མོངས་རྣམས་ལ་འདྲིས་དེ་ཡོད་རེད་ཉོན་མོངས་ཀྱི་གཞན་དབང་ཆགས་ཉོན་མོངས་ཀྱི་གཡོག་པོ་ཆགས་དེ་རེད་དོན་རྩོད་ཁང་དུ་ཆགས་དེ་ཡོད་རེད། དེ་འདྲིས་ཀྱི་སྡུག་བསྔལ་ཆེན་པོ་ཀྱི་ངོས་བཟུང་ཐུབ་ན། དེ་ལས་དོན་ཐོས་ཀྱི་བློ་གྱིས་དཔྱད་ན། ཨ་ནི་སེམས་ཅན་སུ་ལ་སྙིང་རྗེ་སྐྱེ་གར་བསྟན་ནས། ཁྱེད་རང་གིས་སྤང་རྒོད་ཅིག་ལ་སྙིང་རྗེ་སྐྱེས་དུས་དེའི་ཕྱུག་པོ་དེ་ཅི་སྣང་ཆགས་ནས་ཁོ་དང་པོ་སྤང་རྒོད་ཡིན་ཚེ་སྙིང་རྗེ་སྐྱེས་རུང་ཁོ་ཕྱུག་པོ་ཆགས་ཚེ་ཨོ་ད་ཁོ་ཕྱུག་པོ་ཆགས་ཚར་འདུག་སྙིང་རྗེ་མེད་པ་ཆགས་སོང། ད་ལྟ་ཉོན་མོངས་ཀྱི་གཞན་དབང་དུ་གྱུར་པའི་ཆེ་བ་དུས་ཀྱི་སྡུག་བསྔལ་འདི་སྡུག་བསྔལ་མཐོང་དུས་ན་ད་མི་ཕྱུག་པོ་ཆགས་ནས་འདྲ་དཔོན་པོ་ཆགས་ནས་འདྲ་ལྟོ་གོས་ས་ཡོད་ནས་འདྲ་ག་རེ་བྱས་ནས་འདྲ་ཁོ་ཉོན་མོངས་ཀྱི་བཙོད་ཁོ་ན་མཐའ་མེད་པ། གཉིས་བརྗེད་ཀྱི་ཡོད་རེད། ག་ཚོད་མི་སྐད་གྲགས་ཆེན་པོ་རྒྱུ་དཔེ་འཇོག་ཡིན་ན་ཐོག་གོ་ས་ཡོད་ཏོག་སྤུངས་ག་རེ་ཡོད་ན་ཡང་ཉོན་མོངས་ཀྱི་ཞེན་བ་ལོ་བཅུ་པའི་སྡུག་བསྔལ་ལས་བྲལ་འདོད་ཀྱི་བློ་དེ་ལས་འདའ་ཡོད་མ་རེད་ད་ཀོ་འཆི་བ་དང་ཐོ་བ་གཉིས་འཆི་བ་ཡོད་མ་རེད། དེ་འདྲའི་སྡུག་བསྔལ་བྲལ་འདོད་ཀྱི་བློ་དེ་སྦྱང་ཐུབ་ན་རྟོགས་པ་སྐྱེ་ཐུབ་ན་ནི་གཉིས་བརྗེད་སྐྱེ་སར་འཆི་བ་ཡོད་མ་རེད་ཡོངས་གྲགས་ཀྱི་སྐྱོ་བོ་ཡིན་ན་ཡང་སྡུག་བསྔལ་ཆེ་ཡོད་མ་རེད་ཀོ།

ད་སྟོང་གླིང་དགོན་པའི་སྐབས་དུ་དེ་བསམ་བཏང་ཡོད་རེད་དེ་དུ་ཡོད་རེད་སྡུག་བསྔལ་ཚོད་ལ་ཡང་ཡོད་རེད་དེ། བཟོད་དཔེ་གི་མྱང་ལས་ལ་དེ་ཕང་ཁ་ཁུག་དགོས་ཡ་སྐད་ཆ་རྩ་ཡོད་མ་རེད་ད་དེ། དུ་བཟོད་པ་ཟད་དེ་ཡིན་གྱི་མིན་ནི་སྒྲ་ཅང་ཅེ་མ་རེད་ད་སྡུག་བསྔལ་ལ་དང་ལས་ཀྱི་བཟོད་པ། རེད་བ། ཨ་ནེ་གནོད་སྦྱིན་ལ་ཇི་མི་སྙམ་པའི་བཟོད་པ་སྡུག་བསྔལ་དང་ལས་ཀྱི་བཟོད་པ། བཟོད་པ་མང་པོ་ཡོད་རེད། ཆོས་ལ་ངན་སེམས་ཀྱི་བཟོད་པ། བཟོད་པ་ཟེར་ན་ན་ཚ་འདྲ་ཡིན་ན་ན་ཚ་དེ་གི་སོ་སོ་ལ་ཆོས་མི་གནོད་པ་བྱེད་ཐུབ་ན་དེ་བཟོད་པ་རེད།

སྡུག་བསྔལ་བཟོད་པ་གང་དང་དེར། ཡང་ན་ང་ནི་འགོག་བགྱིད་ན་སོང་ནས་ཨ་ད་དེ་རིང་ངས་འགོག་ན་ཡང་བདེ་བོ་བྱུང། མ་བྱུང་འགྲོ་འདྲར་སེམས་ཅན་ཐམས་ཅད་འདི་འདྲ་ཡི་ནད་དུས་སྡིག་སྒྲིབ་དེ་ངས་གོ་ཆོད་པར་ཤོག་བསམ་ན། འགོག་ན་ཡང་དེ་སེམས་དགའ་ལྷང་ལྷང་ཆགས་ཚར་ད་དེ་རིང་འགོག་ན་ཡང་དེ་གོ་ཆོད་སོང་ཨ་ཡག་པོ་བྱུང་སོང་བསམ་ནས། སྡུག་བསྔལ་དེ་གི་ཚུལ་གནོད་ཐུབ་ཡོད་མ་རེད་ཚུལ་མི་གནོད་པའི་བྱེད་པ་དེ་ལ་བཟོད་པ་ལབ་གི་རེད།